ད་དེ་བིམ་བི་སར་རྒྱལ་ཟེར་དུས་སྐབས་སུ་ད་བོད་སྐད་དུ་བསྒྱུར་བ་ཡིན་ན། རྒྱལ་པོ་གཟུགས་ཅན་སྙིང་པོའི་བཙོན་ཁང་ཟེར་བ་དེ་འདྲ་ཆགས་འགྲོ་འདུག་རྒྱལ་པོ་གཟུགས་ཅན་སྙིང་པོའི་བཙོན་ཁང་ཟེར་ད་རྒྱལ་པོ་གཟུགས་ཅན་སྙིང་པོ་ཟེར་ཏེ་སངས་རྒྱས་བཅོམ་ལྡན་འདས་བཞུགས་པའི་དུས་ཚོད་དེ་ལ་ད་ར་ཇི་གིར་རྒྱལ་པོའི་ཁབ་ཀྱི་རྒྱལ་པོ་དེ་ཆགས་འདུག་ཡོད་རེད་ད་ཁོང་གི་བཙོན་ཁང་རེད་ཟེར་བཞིན་ད་དེ་འདྲའི་ཅིག་རེད་འདུག་ཨོ་ད་དེ་འདྲའི་ཅིག་རེད་ད་དེ་ནས་ད་དེའི་སྐོར་གྱི་ངོ་སྤྲོད་ལོ་རྒྱུས་མདོར་བསྡུས་ཞུ་གི་ཡིན། ད་སྔོན་མ་སངས་རྒྱས་བཅོམ་ལྡན་འདས་རྒྱལ་པོའི་ཁབ་ཏུ་བཞུགས་དེ་དུས་སྐབས་སུ་ད་རྒྱལ་པོའི་ཁབ་ཀྱི་རྒྱལ་པོ་སྟེ་རྒྱལ་པོ་གཟུགས་ཅན་སྙིང་པོ་མ་ཧཱ་རཱ་ཇཱི་བིམ་པི་སར་ཁོང་ཆགས་ཏེ་ཡོད་རེད། ད་ཁོང་སངས་རྒྱས་བཅོམ་ལྡན་འདས་ད་ཀྱི་ད་ཆུང་ཆུང་སྐབས་ནས་གྲོགས་པོ་རེད་དོ། སངས་རྒྱས་བཅོམ་ལྡན་འདས་ཁོང་ད་ཀ་པི་ལི་ཝཱ་སི་ཏུ་གྲོང་ཁྱེར་སེར་སྐྱ་གི་ད་རྒྱལ་པོའི་སྲས་རེད། དེ་ག་ནང་བཞིན་གྱི་རྒྱལ་པོ་གཟུགས་ཅན་སྙིང་པོ་ཁོང་དེ་ནས་མ་འགའ་དེ་ད་རྒྱལ་ཁབ་ཀྱི་ད་རྒྱལ་པོའི་སྲས་རེད། གཉིས་ཆུང་ཆུང་ག་ནས་གྲོགས་པོ་དེ་འདྲ་ཞིག་ཆགས་བསྡད་ཡོད་རེད། ཁོ་ཚོ་གཉིས་གྲོགས་པོ་ཆགས་བསྡད་ཡོད་རེད་ལ་ཕྱིས་སུ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་ནས་དེ་ནས་མ་ག་དྷཱ་ལ་ཕེབས་དུས་སྐབས་སུ་དེ་རྒྱབ་གཟུགས་ཅན་སྙིང་པོ་གྱིས་དེ་ནས་སངས་རྒྱས་བཅོམ་ལྡན་འདས་ལ་དམིགས་བསལ་གྱི་སྣེ་ལེན་ཞུ་ཅིག་ཞུས་ད་དད་པ་ཞུ་ཅིག་ཞུས་ད་ཁོང་རང་གི་བླ་མ་སྐུར་པས་མི་ཚེ་དད་པ་ཚད་ལ་ག་ལ་ཅིག་བཞག་ཅེས་ད་དེ་འདྲས་ཅིག་བྱས་པར་བ་དེ་འདྲས་ཅིག་བྱས་ཡོང་དུས་སྐབས་སུ་ད་མ་ག་དྷཱ་རཱཇ་གིར་ཏིའི་གཡས་གཡོན་ལ་ཡོད་དེ་ནས་ད་གནའ་སྔ་མོ་གི་ཆོས་ལུགས་དང་མུ་སྟེགས་པའི་ཆོས་ལུགས་ཆོས་ལུགས་རྙིང་པ་དེ་འདྲ་ཡོད་རེད་དོ། ད་ཆོས་ལུགས་རྙིང་པ་ལ་དད་པ་བྱེད་མཁན་གྱི་བློན་པོ་ཡིན་ནི་རེད་བླ་མ་ཡིན་ནི་རེད་ད་དེ་ཚོ་མང་པོ་ཅིག་ད་རྒྱལ་པོ་གཟུགས་ཅན་སྙིང་པོ་ལ་དགའ་གི་འོ་མ་རེད་རྒྱུ་མཚན་ག་རེ་ཟེར་ན་རྒྱལ་པོ་གཟུགས་ཅན་སྙིང་པོ་སྐོར་ད་ད་ལྟ་གསར་བ་ཆོས་ལུགས་གསར་པ་ད་སངས་རྒྱས་བཅོམ་ལྡན་འདས་ལ་དད་པ་བྱེད་ཡོང་དུས་སྐབས་སུ་ད་ནང་པ་སངས་རྒྱས་ཆོས་ལུགས་ད་སྐབས་དེའི་དུས་ཚོད་ལ་གསར་པ་ཞིག་དར་ཡོང་གི་དུས་ཚོད་རེད་བ། དེ་ལ་དར་ཡོང་གི་དུས་ཚོད་ད་ཆོས་ལུགས་གསར་པ་དེ་ལ་ད་ཁོང་གི་དད་པ་དང་བརྩི་མཐོང་དང་ད་མཐོང་ཆེན་ཞེ་དྲག་ཏུ་བྱེད་ཡོང་དུས་སྐབས་སུ་ད་སྔོན་མ་གི་ཆོས་ལུགས་རྙིང་པའི

ད་རྒྱལ་པོ་གཟུགས་བྱད་སྙིང་པོ་མེད་པ་བཟོ་ཡས་ཀྱི་ཐབས་ཤེས་གཙོ་བོ་གཅིག་ག་རེ་བཏང་རེད་ཟེར་ན་ཁོང་རང་གི་སྲས་རྒྱལ་པོ་གཟུགས་བྱད་སྙིང་པོ་གི་སྲས་རྒྱལ་པོ་མ་སྐྱེས་དགྲ་ཟེར་ཡོད་ཨ་ཅད་ཤ་ཏུ་རུ། ད་ཨ་ཅད་ཤ་ཏུ་རུ་ལ་ད་ག་རེ་ལབ་གི་ཡོད་རེད་ཟེར་ན་ད་ཁྱོད་རང་ཉེན་ཁ་ཆེན་པོ་འདུག་ད། ད་འདི་ཁྱོད་རང་གི་ཨ་ཕ་དེ་ནི་སངས་རྒྱས་བཅོམ་ལྡན་འདས་ལ་དཔེ་མི་སྲིད་དད་པ་ཆེན་པོ་ཞུ་ཅིག་འདུག་ང་རང་ཚོ་དངོས་མི་ཆོས་ལུགས་དེ་ཚོ་ལ་མཐོང་དང་ཅི་གཏོང་ཅི་གང་ཅི་བྱེད་ཀྱི་མི་འདུག་ད་བདག་དང་ཕ་གི་འོས་མི་ཚལ་ཟས་ཀྱི་ས་ཆ་དེ་འདྲའི་ཆེན་པོ་ཅིག་སངས་རྒྱས་ལ་ག་འདྲས་ཀྱི་ཕུལ་སོང་ཟེར་ད་ད་དུང་ཡང་ད་ཁོང་འདི་འདྲས་བྱས་བཞག་པ་ཡིན་ན། ད་ཁྱོད་རང་ལ་མ་འོངས་པ་ལ་རྒྱལ་སྲིད་བསད་དེ་རྩ་བ་ཉིད་ནས་རག་གི་མ་རེད། ཁོང་གི་རྒྱུ་ནོར་དང་དཔལ་འབྱོར་དང་དེ་ཚོ་ཚང་མ་ཡང་ཕྱིས་སུ་སངས་རྒྱས་བཅོམ་ལྡན་འདས་ལ་ཕུལ་བཞག་གི་རེད། དེ་ཡིན་ན། ཨ་ཕ་དེ་ད་མེད་པ་ཅིག་བཟོ་མ་ཐུབ་ན། ད་ཁྱོད་རང་མ་འོངས་པ་ལ་རྒྱལ་སྲིད་རྩ་བ་ཉིད་ཐོབ་གི་མ་རེད། ད་བློན་པོ་དེ་ཚོ་དེ་འདྲས་ཟིན་ད། ཁོ་རང་གི་སྲས་མ་གྱི་དྲ་ལ་ཕུལ་བཞག་གི་ཡོད་རེད། ད་དངོས་གནས་རྒྱལ་པོ་གཟུགས་ཅན་སྙིང་པོ་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་དད་པ་དང་གུས་པ་བརྩི་བཀུར་ཞི་བ་ཅིག་བྱེད་ཀྱི་ཡོད་པ།

ཁ་ཤས་ཀྱིས་ལོ་རྒྱུས་ཁ་ཤས་ནང་ན་སངས་རྒྱས་བཅོམ་ལྡན་འདས་ལས་ཆེ་བ་རེད་ཟེར། རེ་བ་ཅན་པོ་རེ་ཡང་ཟེར་ཡོད་རེད་ཡང་ལོ་རྒྱུས་ཁ་ཤས་ནང་ན་སངས་རྒྱས་བཅོམ་ལྡན་འདས་ཀྱི་གཅུང་པོ་རེ་ཡང་ཟེར་ཡོད་རེད། གང་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མཇལ་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་སྤུན་རྒྱག་རེད་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ཁུ་གི་བུ་རེད་སངས། ད་ཁོས་ག་དུས་ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ལ་ཕྲག་དོག་བྱེད་ཡོད་རེད་ད་སངས་རྒྱས་བཅོམ་ལྡན་འདས་དེ་མེད་པ་ཅིག་བཟོ་ཐུབ་ན་ཐུབ་ན་དྲན་ད་དེ་འདྲའི་འདྲ་བོ་ཀྱང་ཀྱང་བྱེད་དེ་ནས་ད་སངས་རྒྱས་ལ་ཕྲག་དོག་འདྲ་བོ་ཀྱང་ཀྱང་ཕྲག་དོག་འདྲ་བོ་ཀྱང་ཀྱང་བྱེད་དེ་དུས་སྐབས་སུ་ད་དེའི་དུས་ཚོད་ལ་བདག་སངས་རྒྱས་བཅོམ་ལྡན་འདས་ཀྱི་གཅུང་པོ་ལྷས་བྱིན་དང་རྒྱལ་པོ་གཟུགས་ཅན་སྙིང་པོ་གིས་དེ་ནས་བསད། དེ་ནས་རྒྱལ་པོ་མ་སྐྱེས་དགྲ་ད་ཁོ་ཚོ་གཉིས་ག་རེ་ཟེར་ན་གྲོགས་པོ་ཆགས་པ་རེད་ད་ལྷས་བྱིན་ནི་མ་སྐྱེས་དགྲ་ལ་གྲོགས་པོ་བཟོ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་མ་སྐྱེས་དགྲ་ཨ་ཕ་བསད་ཡས་ཀྱི་ཆར་གྱིས་བྱེད་ཀྱི་རེད་བ་ད་མ་སྐྱེས་དགྲ་ཨ་ཕ་བསད་སོང་བ་ཡིན་ན་རྒྱལ་པོ་གཟུགས་ཅན་སྙིང་པོ་བསད་སོང་བ་ཡིན་ན་ད་རྒྱལ་སྲིད་སུ་ལ་ཐོབ་འགྲོ་གི་རེད་རྒྱལ་སྲིད་ད་མ་སྐྱེས་དགྲ་ལ་རྒྱལ་པོ་མ་ཀྱི་དགྲ་ལ་རྒྱལ་སྲིད་ཐོབ་འགྲོ་བར་བ། དེ་འདི་སྐབས་སུ་ད་སངས་རྒྱས་བཅོམ་ལྡན་འདས་དེ་འཁོར་གྱི་ལས་སླ་བོའི་ཐོག་ནས་དེ་ནས་ད་རྩ་མེད་བཏང་ཐུབ་ས་རེད་དྲན་བྱས། ད་ལྷས་བྱིན་གྱིས་ཡང་ག་དུས་ཡིན་ན་ཡང་ད་རྒྱལ་པོ་མ་ཀྱི་དགྲ་ཡིས་དེ་ནས་ད། ཡབ་སྲས་ཡས། ཨ་ཕ་ཀྲོང་ཡས་ཀྱི་འཆར་གཞི་དེ་ལ་ད་ག་དུས་ཡིན་ན་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། འོ་ད་དེ་འདྲའི་བྱེད་པའི་དུས་ཚོད་ཅིག་ལ་ད་ཉི་མ་གཅིག་ད་ག་རེ་བྱས་རེད་ཟེར་ན། རྒྱལ་པོ་མ་སྐྱེས་དྲག་གི་དང་ཐབས་ཤེས་མང་པོ་ཞིག་དང། བློན་པོ་དང་དང་གཡས་གཡོན་ནས་གཅིག་ཁོ་རང་ཨ་པ་ལ་མི་དགའ་གི་མང་པོ་ཡོད་རེད་བ། བླ་མ་དང་དང་དེ་ཚོ་དང་འབྲེལ་བ་བྱས་དེ་འདྲའི་ཆེ་ཐབས་ཤེས་མང་པོ་བྱས་ནས་དང་ཉི་མ་གཅིག་ཁོང་རང་གི་ཨ་པ་དེ་བཟུང་བྱས་རེད་བ་ཚུར་བཟུང་དེ་ཐག་པས་དམ་བཅས་བཙོན་ཁང་ན་བླུགས་བཞག་པ་རེད། འོ་ད་དེ་བཙོན་ཁང་དེ་ད་ད་ད་ག་རེ་ཟེར་དགོས་ཟེར་ན་བིམ་པི་སར་རྒྱལ་ཟེར་ཟེར་ད་དེ་ཆགས་བསྡད་ཡོད་རེད། ད་དེ་ད་ད་ན་སྔ་མོ་རྒྱལ་པོ་མ་སྐྱེས་དྲག་ཡིས་ཁོ་རང་གི་ཨ་པ་ཁོང་རང་གི་ཡབ་རྒྱལ་པོ་གཟུགས་ཅན་སྙིང་པོ Maharaj Bimbisar བཙོན་ཁང་གི་བླུགས་ས་འོ་ད་དེ་བཙོན་ཁང་དེ་རེད་ཟེར་གྱི་རེད་འོ་ད་དེའི་སྐོར་གྱི་ལོ་རྒྱུས་དེ་ཚོ་དཔེ་སེམས་སྐྱོ་བོ་རག་ཅིག་ཡོང་གི་འདུག་ཨ་ད་ག་རེ་བྱས་རེད་ཟེར་ན་རྒྱལ་པོ་མ་སྐྱེས་དགྲ་ཡིས་ཁོ་རང་གི་ཡབ་རྒྱལ་པོ་གཟུགས་ཅན་སྙིང་པོ་ཚུར་བཟུང་ཕ་བཙོན་ཁང་ནང་བླུགས་བཞག་དུས་སྐབས་སུ་ད་བཙོན་ཁང་ནང་ལ་ཁ་ལག་སྤྲད་གི་ཡོད་མ་རེད་ཁོ་ཡིས་ཟ་མ་སྐྱེས་ཀ་བཏང་གི་ཡོད་མ་རེད་སུ་ཅིག་བཏང་གི་ཡོད་མ་རེད་ཡིན་ན་ཡང་ད་རྒྱལ་པོ་ཁོ་རང་གི་བཙུན་མོ་རེད་བ་ད་མ་སྐྱེས་དགྲ་ཁོ་རང་གི་ཨ་མ་རེད་བ་ཡུམ་རེད་བ་འོ་ད་རྒྱལ་པོའི་བཙུན་མོ་དེ་ད་མཚམས་མཚམས་མཇལ་ཁ་བཏང་གི་འདུག་ཨ་མ་གི་དེ་ནི་རྒྱལ་པོ

བླུགས་ཚེ་ཞལ་ལག་མ་བསྐུལ་བ་ཙམ་མ་ཡིན་པ། ད་དུང་ག་རེ་བྱས་རེད་ཟེར་ན། ཞབས་ཡིན་ན་ཅིག་ཕན་ཚུན་ཞབས་ཡིན་ན་ཅིག་གཏུབ་རེད་ཟེར་གྱི་ཡོད་རེད་ད། ཞབས་གཏུབ་ནས་ད་བེད་ཁོ་ར་རུས་པ་གཏུབ་ཡིན་ན་དེ་ནས་ད་ཡང་དེ་གཅིག་གི་པེ་རུག་ན་གུས་པ་འདྲ་དེ་འདྲས་གཏུབ་ཡིན་ན་ག་འདྲས་ཡིན་ན་གང་ལྟར་ཞབས་ཡང་གཏུབ་བྱས་དེ་ལང་ཡས་འདྲ་བོ་དེ་འདྲས་མེད་པ་འདྲ་གཅིག་བཟོས་ནས་ད་དེ་འདྲས་བྱས་ནས་བཙོན་ཁང་ན་བླུགས་རེད་ད་དེ་འདྲས་ལོ་རྒྱུས་ཡོང་སྡིག་ཏོ། ད་རྒྱལ་པོ་གཟུགས་ཅན་སྙིང་པོ་ཁོང་དེ་འདྲས་ཀྱི་སྐུ་ལྔ་འོ་བརྒྱ་ཕྲད་རེད་དེ་ཡིན་ན་ཡང་ད་གཟུགས་ཅན་སྙིང་པོ་ཁོང་རང་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་བཅས་སངས་རྒྱས་ཀྱི་སྐུ་འདི་ནས་ཆོས་མང་པོ་ཞུས་ཡོང་དུས་སྐབས་སུ་ད་ཅིག་དེ་ཚོ་ལ་ཅིག་དཀའ་ངལ་འདི་ཚོ་གདོང་ལེན་གནང་ཡས་དང་ལྷག་པར་དུ་ད་ཉམས་ལེན་ལ་དཔེ་མི་ཟིན་ད་བཙོན་ཁང་ནང་ཉམས་ལེན་རང་གནང་བཞུགས་བཞུགས་འདུག་ཉམས་ལེན་རོགས་གནང་བཞུགས་བཞུགས་འདུག་སྐབས་སུ་ད་དེའི་དུས་ཚོད་ལ་ད་ཅིག་ཁོང་རང་གཉིས་སངས་རྒྱས་བཅོམ་ལྡན་འདས་མཇལ་ཡས་ཀྱི་འདོད་པ་དཔེ་ཡོད་རྒྱབ། མཇལ་ཡས་འདོད་པ་ཡོད་རེད་དེ་ཡིན་ན་ད་མཇལ་ཡས་ཀྱི་གོ་སྐབས་དེ་ཡོད་མ་རེད་བ་གོ་སྐབས་དེ་མེད་ཡོད་འདུག་ག་འདུག་དེ་ནི་ད་བཙོན་ཁང་འདི་ལ་གི་གུང་ཅིག་ཡོད་རེད་ཟེར་ད་གི་གུང་འདི་ནི་མ་ཁབ་ཏུ་བཏགས་ཡོང་དུས་སྐབས་སུ་ཕ། བྱ་རྒོད་ཕུང་པོ་རེད། མཇལ་གྱི་ཡོད་རེད། བྱ་རྒོད་ཕུང་པོ་རེ་མཐོང་གི་ཡོད་རེད། བྱ་རྒོད་ཕུང་པོ་རེ་མཐོང་དུས་སྐབས་སུ་དེ་སངས་རྒྱས་བཅོམ་ལྡན་འདས་ཡང་དེ་ཉི་མ་རྟག་པར་རྒྱལ་པོ་གཟུགས་ཅན་སྙིང་པོའི་ཆེད་དུ་བྱ་རྒོད་ཕུང་པོའི་རི་བོ་དེ་ནས་ཡར་ལ་ཕེབས་མར་ལ་ཕེབས་ཡར་ལ་ཕེབས་མར་ལ་ཕེབས་དེ་འདྲ་གནང་དེ་གི་ཡོད་རེད་ཟེར་གི་འདུག་བ། དེ་ཡིན་དུས་སྐབས་སུ་རྒྱལ་པོ་གཟུགས་ཅན་སྙིང་པོ་ཡང་སུ་ཉམས་ལེན་གནང་དེ་ནས་གི་གུང་བར་ལ་གཟིགས་བཞུགས་དུས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཡར་ཕེབས་མར་ཕེབས་དེ་འདྲ་མཛད་པ་དེ་མཇལ་ཡོང་དུས་སྐབས་སུ་པདྨའི་ཟེ་ཐུགས་སྤྲོ་བོ་སེམས་དཔའ་སྐྱིད་པོ་བཞུགས་ཅེས་བྱ་གི་ཡོད་རེད། དེ་འདྲ་ལོ་རྒྱུས་ནང་དེ་འདྲ་ཡོང་དེ་གི་འདུག་བ། དེ་ནི་ད་ལྟ་དེའི་བཙོན་ཁང་ཡོད་ས་དེ་ན་ཁབ་ཐུག་བྱ་རྒོད་ཕུང་པོའི་རི་བོ་འཇལ་གི་ཡོད་ན་མེད་ན། གང་ལྟར་ད་རྒྱལ་པོ་ཁབ་གཡས་གཡོན་རི་མང་པོ་ཡོད་རེད་བ། དེ་ཡིན་དུས་སྐབས་སུ་རྒྱལ་པོ་པས་མི་ཚེ་ཐུག་སྤྲོ་བོ་བྱ་སེམས་པ་སྐྱིད་པོ་བྱ་ད་དེ་འདྲའི་འདྲོགས་བྱེད་ངང་ནས་དེ་ནས་རྒྱལ་པོ་གྲོངས་པ་རེད་དེ་འདྲའི་ཡོང་ཐིག་ཏུ་ད་རྒྱལ་པོ་གཟུགས་ཅན་སྙིང་པོ། Maharaj Bimbisar གྲོངས་ཚར་ཡོང་དུས་སྐབས་སུ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་དེ་ཚོ་གིས་ད་སངས་རྒྱས་བཅོམ་ལྡན་འདས་ལ་ཡང་ཞུས་འདུག་ཨ། རྒྱལ་པོ་གཟུགས་ཅན་སྙིང་པོ་དེ་སྐུ་ཚེ་སྟོད་ལ་ནས་པས་མི་ཚེ་སྐུ་གཟུགས་དབང་ཐང་ཆེན་པོ། རྒྱུད་ལོངས་སྤྱོད་ཆེན་པོ་དེ་འདྲས་ཅིག་ཆགས་རེད། སངས་རྒྱས་བཅོམ་ལྡན་འདས་འདྲ་བོ་བླ་མ་རྩ་ཆེན་པོ་དེ་འདྲའི་དགེ་རྒན་ལ་བསྟེན་རག་ཁོང་རང་ཡིན་ན་ཡང་གོམ་ཉམས་ལེན་དཔེ་མི་ཚེ་འཆོལ་བ་ཡག་པོ་དེ་འདྲས་ཀྱི་ཆགས་པ་རེད། ཡིན་ན་ཡང་སྐུ་ཚེ་སྨད་ལ་གྲོང་སྟངས་དེ་འདྲས་ཞལ་ལག་ཡང་མ་རག་དེ་ཞབས་དེ་ཚོ་ཡང་ཚང་མ་བཏུབ། དེ་འདྲས་བྱས་ན་འུ་ཐུག་པོ་བྱས་བྱས་གྲོང་དགོས་ཅི་ཐུག་སོང་དེ་བཅོམ་ལྡན་འདས་ཀྱི་དེ་ལས་ཀྱི་རྣམ་པར་སྨིན་པ་ག་འདྲས་འདྲ་བོ་ཅིག་ཡིན་ན་དེ་འདྲས་ཀྱི་ས་ནས་བཅོམ་ལྡན་འདས་ལ་ཡར་བཞུད་དོ། དེ་བཞུད་ཡོང་དུས་སྐབས་དེ་བཅོམ་ལྡན་འདས་ཀྱིས་ག་རེ་གསུངས་རེད་ཟེར་ན། ད་དེ་ལས་ག་རེ་བྱས་པའི་རྣམ་སྨིན་རེད་ཟེར་ན། དེ་ནས་ལོ་དཔེ་མང་པོ་མང་པོ་སྔོན་ཅིག་ལ་ད་ལོ་ཕལ་ཆེར་སྟོང་ཕྲག་ཁྲི་ཕྲག་སྔོན་ལས་འགྱུར་བ་དེ་འདྲས་ཅིག་སྔོན་ཅིག་ལ། དེ་ནས།

ཉི་མ་གཅིག་གི་ཞལ་ལག་དེ་མ་བུལ་ཕྱི་ལོག་ལ་འགྲོ་ས་ཡ་མེད་གང་ཅག་སྐྱབས་ཁོང་རང་གི་ཡང་མ་བུལ་ཏེ་དུས་ཚོད་ཡོལ་ཚར་བའི་རྗེས་ལ་དེ་ད་ཕུལ་བས་དེ་འདྲའི་བྱས་ཡོང་དུས་སྐབས་སུ་དགེ་སློང་དེ་ལ་ཉི་མ་གཅིག་ཞལ་ལག་དེ་འདྲའི་མ་རག་པ་འོ་དེ་ཡི་རྣམ་པར་སྨིན་པ་ལ་དེ་ནས་ད་གྲོངས་འགྲོ་དུས་སྐབས་སུ་ཞལ་ལག་མེད་པས་དེ་ནས་ཞལ་ལག་བྱས་ཡ་མེད་པའི་ཐོག་ནས་གྲོངས་དགོས་པའི་རྒྱུ་མཚན་དེ་དེ་འདྲའི་འདྲ་བོ་ཅིག་རེད། དེ་འདྲའི་འདྲ་བོ་ཅིག་ལས་ཀྱི་རྣམ་པར་སྨིན་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་དེ་འདྲའི་བཀའ་གནང་འདུག་བ་འོ་དེ་འདྲའི་ཕྱིར།